རང་དབང་ཅན། དེ་ནི་ང་དང་རྗེས་འཇུག་ལ་མ་ལྟོས་པས་དེ་ནི་ང་དང། ནམ་ཡོད་ནའང་མེད་དཀའ་ནི་དེ་ནི་ང་དང་ཕྲད། དེ་ནི། ཁ་ཅིག་གིས་སྐྱག་ཀ་འུ་སྐྱེ་དེ་ནི་མདངས་དེ་ནི་ང་དང་ནི་འདྲེས་སྐོར་ལ། དེ་ནི་ང་དང་བཞུད་ནི་ཡོངས་བརྩོན་པའི་ནགས་ལས། ད་དེ་ནི་དེ་རིང་དེ་ནི་ང་དང་ངའི། ཁྲ་རང་དབང་ཅན་ཉིད་པ་བདག་འདྲ་བཤད་པ་ལ་ཟེར་ག་ནས་ཡང་ན་ཨ་ལས་ཁྲ་རང་དབང་ཅན་ཉིད་པ་དེ་ནི་ང་དང་བདག་འདྲ་བཏང་འདྲ་བཏང་ང་དང་ཟེར་ག་བ་ལས་ང་དང་ང་དེའི་ཚོད་རེད་ན་བ་དེ་ནི་ང་དང་བ་ཟེར་གི།

དང། དེ་ནས་ང་དང། དེ་ན་དེ་ནས་སྤོས་ར་མང་པོ་ཞིག་མ་ཞོ་བ་དག་ཡིན་སྣང་བས་ན་འང་དེ་ནས་ང་དང་འབྲེལ་ཆགས་ཁྱོད་འཆགས་ན། འགྲིག་གམ་བས་ན་འང་དེ་ནས་ང་དང། ཨ་ལས། ཨ་ལས་དང་ང་དང་ཨས། ཨི་ན་འང་དེ་ནས་དང་ནི་རྡོ་རྗེ་རྒྱུ་ཚང་ཚད་སྐབས་གདམས་ངག་གང་རུང་ཞིག་ལ་འཇུག་པའི་ཕྲག་རང་དབང་ཅན་ཞིག་ཡིན་ཟེར་བ་ལས།

ད་ཡིན་ན་གལ་ཏེ་ན་དེ་ནས་དང་པོ་པོ་སྡུད་པ་བྱེད་པ་རྒྱུ་མཚན་དེ་སྣ་ཚོགས་ལ་དེ་ནས་ཡིན་ན་དང་པོ་སྡུད་པ་བྱེད་པ་རྒྱུ་མཚན་ཚེ་སྐབས་གདམས་ངག་ཟེར་ཏེ་དེ་ནས་ང་དང་གཟུགས་ཀྱི་གཟུགས་པ་དང་སྲིད་པ་ལས་གདམས་ངག་བརྒྱར་ལ་འཇུག་སྟེ། དོན་དག་པོ་སྤེལ་ར་དེ་ནས་འགྲོགས་འགྲོགས་ལྔ།

ཨུ་དཱ་རན། ཡ་ང་དང Example དཔེར་ན་གང་དུ་བྱའམ་དང། དེ་སྣ་ཚོགས་ལ་ཡེ་ནས་འདུ་བ་ལས། ནི་ལ་དྭགས་སོ་ཟེར་གྲ་ན་ཡིན་ནའང་དབྱིབས་བོ་ནང་རྟགས་བོར་དགོས་སམ་ཡ་ལས། དང་སང་ང་དང་འདུད་པས་སྐོར་བོ་བྱས་ན། དེ་ནི་ང་དང་དགོས་མེད་ཀ་དེ་ནི་ང་དང། ལ་དྭགས་ནི་ཡིན་ཟེར་གྲ་ན་བོ། མ་ཟེར་ཡ་ལས། ཤམ་དུ་སྦར་གསུམ་ནི་ལ་དྭགས་སུ་ཡང་སོ་བ་ཟེར་ག་མ་མ་ཟེར་ར། སྒོ་མེད་ཀ་ཤམ་དང་ཟློ་དང་སྦར་གསུམ་ནི་ལ་དྭགས་སུ་ཡང་སོ་བ་ཟེར་ཏེ། ལ་དྭགས་སུ་བདུད་དང་ཟེར་ན་བསྟན་ན་ང་ལ་ལ་དྭགས་ཟེར་ག་འདུག་ཀ་བ་ཡིན་ནོ་ཟེར་ན་ང་ཚོ་སྒོ་མ་ང་དང་ཤམ་དང་ཟློ་དང་ཟེར་ག་ནི་ད་ཡིན་ན་དང་པོ་ལ་བསྟན་ན་ང་དང་ནང་རྟགས་བོར་དགོས་ཟེར་ན་ང་ལ་ཡིན་ན་དང་དང་གཅིག་དང་གཉིས་ཟློ་བ་ལ། གཤམ་དང་སྟོད་དང་བར་གསུམ་ནས་ལ་དྭགས་ལྗོངས་སོ་ཟེར་ཏེ་ལགས་པ། དབྱེ་བ་པོ་ང་ལ་ཟེར་ཏེ་འདུག་ཨ་ལས་གཤམ་སྟོད་བར་གསུམ་ཟེར་བ་དང་གཤམ་སྟོད་བར་པོ་དབྱེ་བ་ལགས་པ་ལ་དྭགས་ཟེར་དབྱེ་བ་པོ་ཨ་ལས་འདས་ན་ཚོ་ལ་ལ་དྭགས་ལྗོངས་སོ་ཟེར་ན་ཀ་ཐོག་ལ་དྭགས་ལྗོངས་པས་ན་འཇུག་པའི་ཀ་ཨེ་བཞི་པོ

ཡང་སྟོད་མངའ་རིས་རྩིས་ཧྲུལ་བོ་ཡང་གཞར་མ་རིག་ཀ་ཅོས་ཀྱག་ཟེར་ནང་བ་དོ། ཡང་རྩིས་ཧྲུལ་གཞར་མ་རིག་གི་ནང་རྒྱལ་རབས་ཁ་ཅིག་གི་ནང་ང། དེ་ནས་ཡང་ང་དང་ཁ་ཚ་བ་ཁ་ཅིག་གི་ཅི་བཞུ་བ་ནོག་ཟེར་ནང་བ་དོ། རྩིས་ཚུལ་གཞར་འཇིག་ལ་ཟེར་ནང་བ་ལ། རྩིས་ཚུལ་ཡང་གཞར་མ་རིག་ཀ་སྟོད་མངའ་རིས་གུར་ཚུམ་བོ་ཡང་འབྲང་ཚུལ་གཅིག་ག། དེ་ནས་སྤུ་ཧྲེང་དང་མང་ཡུལ་དང་ཟངས་དཀར་བཅས་ནི་སྟོད་མངའ་རིས་གུར་ཚུམ་མོ།

དེ་ནས་སྟེང་ནས་རེ་རེ་རེ་རེ་བྱོས་ཏེ། ཟེར་ཅེས་པོ་ལ་ཅི་བྱ་ནོ་ཟེར་ན་ག་དུ་ང་དང་བྱེད་པ་ཟེར་ནོ་ཨ་ལས་བྱེད་པ་ཨོ་བྷ་ཨིས་ད་ཅག་བཅའ་ཕྲན་པོ་བྱེད་ཅེས་ད་བྱེད་པ་ཟེར་ཟེར་ནོ་ཨ་ལས་ཡེ་བཞི་པོ་མུན་ལ་དང་བྱེས་དེ་ནས་དབྱེ་བ་པོ་དེ་ནི་ང་དང་འཇུག་ག་པོར་བྱེས་པོ་ལ་བྱེད་པ་ཟེར་ནོ་དཔེར་ན་ལ་དྭགས་སུ་ཡོངས་ནི་ད་ཅི་ལ་དྭགས་ཡོངས་སུ་པོ་དབྱེ་བཞི་པོ་མུན་འཇུག་ག་འཇུག་ག་པོ་དང་འཇུག་བསྡུ་ཟེར་ནོ་ཟེར་ནོ་པ།

མགོ་མེད་ཀ་དེ་ནས་ང་དང་ཡོ་བ་པུ་བྷེས་དང་ཚེ་ནོར་ལ་དྭགས་ཚང་མ་ཟེར་ཏེ་ཨ་ལེ། དེ་ནས་ཤམ་དང་སྟོ་དང་འབར་བཅའ་སོ་ཟེར་ཏེ་ང་དང་ཡོ་བ་པུ་བཞུགས་དགོས་པར་བྱས་ས་ལ། ཡང་ང་དང་ཁྱེད་དེ་ནང་དེ་ནས་ང་དང་སྟོ་ན་རིའི་སྐོར་རྩོམ་ནི་ཟེར་ཏེ་ཨ་ལེ་སྟོ་ན་རིའི་སྐོར་རྩོམ་ནི་ཟེར་ཅི་ད་སྙམ་པོ། སྟོ་ན་རིའི་སྐོར་རྩོམ་ནི་ཟེར་ཏེ་ཨ་ལེ། ཨེ་བཞི་པོ་ང་ལ་དང་ཚེ་དུ་ཨ། ཨེ་བཞི་པོ་ཁྱེད་དེ་ནང་ང་དང་ང་ལ་བཞུགས་ཚེ་ནོར་པ།

དེ་ནས་ང་དང་ཡེ་ཧོ་ཝཱ་བྱུག་ག་ཡེ་ཤི་པོ་ངོ་ལ་བཏང་ཟེར་ཏོ། འོ་དེ་བ་ལགས་ཅི་ཟེར་ནོ་ཟེར་ན་ཅད་པ་ཟེར་ནོ་ཨ་ལེ། དེ་ནས་བརྩི་ཚུལ་གཞན་ཅིག་ལ་ཡང་བདག་སྤྱི་ཚོགས་ལ་ང་དང་བརྩི་ཚུལ་གཞན་ཅིག་ལ་ཟེར་ན། ཡང་བཅོས་རྒྱག་ཟེར་ན། སྟོད་མངའ་རིས་སྐོར་རྩོམ་ནི་པུའུ་ཧྲེང་དང་ལ་དྭགས། དེ་ནས་ཟངས་དཀར་བྱ་སོ་ཟེར་ཏེ་ང་དང་ཟེར་བས། ཡེ་ཧོ་ཝཱ་པོ་ངོ་ལ་བཏང་ཅོག་ཡེ་ཤི་ངོ་ལ་བཏང་ཟེར་ཏོ། སྟོད་མངའ་རིས་སྐོར་རྩོམ་ནི་ཟེར་གམ་བོ། ཨི་ཇིབ་བུ་མོ་ལ་དང། གོ་མེ་ག་ཡ་བ་བུ་ཕེ་ཡ་ཚོགས་སུ་བྱོ་ཟེར་ན། ཨུ་ཧྲེང་དང་ལ་དྭགས་དང་ཟངས་སྐར་བཅའ་སོ་ཟེར་མཁན་པོ་དོ། ཏང་ཟེར་མཁན་པོ་ཡི་དང་ང་དང་སྐབས་སུ་བབ་པ་བོ། དེ་ནི་ང་དང་རྒྱུ་བྱོ་བོ་ཆེར་དུ་ཅི་ནོག་ཟེར་ན་ཏང་ཟེར་མཁན་པོ། འདུད་པ་དང་བྱེད་པ་ལ་སྐབས་སུ་བབ་པ་བོ་ཁྱེད་དང་ཅི་ནོག་ཟེར་ན། བྱེད་པའི་དོ་ན་ལས། བྱེད་པ་བོ་ཅི་ནོག་ཟེར་ན་ཨི་ཇིབ་ངུར་ན་ཨེ་བ་སྟིང་ན་ཟེར་བྱེད་སོ་ལ། དེ་ནི་ང་དང་ཅི་ནོག་ཟེར་ན། བྱེད་པ་ཟེར་བ་ལས།

དེ་སྣ་ཚོགས་ལ་རྟགས་ཞིག་བཀོད་དེ་དེ་ནི་ང་དང་རྒྱུ་མཚམས་ཀྱི་ཤ་སྟེ། དེ་ནི་ང་དང་བསམ་ཚུལ་དོན་བྱ་ཞིག་ག་ཅི་བྱས་ནོ་ཟེར་ན་རྒྱུ་མཚམས་ལས་མ་ལས། གྲོང་གསེབ་མཐོང་བ་དང་མི་ཡོད་མི་ཡོད་པ་ཚོད་དཔག་ས་ལས། ད་ཡིན་ན་རྒྱུ་མཚམས་པོ་དཀའ་བ་ནོ། དེ་ནི་རྒྱུ་མཚམས་པོ་དཀའ་བ་ལ་བཀོད་དེ་ནོ།

གྲོང་གསེབ་མཐོང་བ་དང་གྲོང་གསེབ་མཐོང་བ་གཅིག་དང་མཉམ་པོ། མི་ཡོད་སྐམ་པོ་དེ་ནི་ཚོད་དཔག་བྱེད་ཟེར་དང་བ་ལེ། དེ་ག་མི་ཡོད་རྒྱག་ཟེར་སྐམ་པོ་ཧ་གོ་ཟེར་དང་བ་ལེ། ད་ཅི་ནོ་དེ་མི་ཡོད་སྐམ་པོ་རྒྱུ་མཚན་གོ་དང་བ་ལེ། ཨ་ག་མི་ཡོད་རྒྱག་བ་ལེ། ཅེས་ཟེར་ན་དྲི་བ་དང་བ་ཅེས་ཟེར་ན་གྲོང་གསེབ་འདུག་ག།

མེ་ཡོད་སྤྲོ་ནས་རྒྱུ་མཚམས་པོ་ཅི་བཞག་བསྟན་ནོ་ཟེར་ན་དུག་ལྟ་བུ། ཨ་ཁ་དུག་པ་འདུག། ཅེས་ཟེར་ན། ཨ་ཁ་མེ་ཡོད་ཅར་འདུག། མེ་ཡོད་ཅར་འདུག། ག་ཟུག་ག་ཟེར་ན། ཨ་ལས་རྒྱུ་མཚམས། རྒྱུ་མཚམས་ཤོ་དང་ཁེ་རང་ག་ཟུག་ག་ཟེར་ན། ཅེས་ཟེར་ན་ཨ་ནི་དུག་པ་མཐོང་འདུག་ག་ཟེར་ན། འོ་དེ་ཙོག་ཟེར་དེ་ནི་ང་དང་ཨོ་ཟུག་གས། རྒྱུ་མཚམས་གོ་བཅད་ཞིག་ཨ་ལས་གྲོང་གསེབ་མཐོང་བ་དང། མི་ཡོད་པ་ཚོད་དཔག་ས་ལ་མི་ཡོད་ག་འདུག་དེ་ནས་ཨ་ཅེས་བཤད་ཟེར་ན། ཆུ་སྒྲ་ཐོས་པ་དང་གཙང་པོ་ཞིག་ཡང་ན་གྲོགས་པོ་ཞིག་ཡོད་པ་ཚོད་དཔག་ས་ལ་ག་ཡིན་ན་ཅི་ནོག་ཟེར་ན་འགྱིག་ཉིས་པ་པོ་ཆུ་སྒྲ་ཆུ་སྒྲ་ཟེར་ན་ཆུ་ཡི་ཀུ་ཅོ་ཨ་ལ་ཆུ་སྒྲ་ཐོས་པ་དང་ཟེར་པས་ན་ཆུ་སྒྲ་ཐོས་པ་དང་ཟེར་ཏེ་ཨ་ལ་ཆུ་ཡི་ཀུ་ཅོ་ཆུ་ཡི་ཀུ་ཅོ་ནམ་ཕྱོགས་ན་ཚོགས་ར་གཅིག་དང་མཉམ་པོ་ཆུ་སྒྲ་ཐོས་པ་དང་དེ་ནས་གཙང་པོ་ཞིག་ཡང་ན་གྲོགས་པོ་ཞིག་ཡོད་པ་ཚོད་དཔག་ས

ནམ་མཆོག་གི་ཚོགས་ར་རགས་ཟ་དང་ཆུ་སྒྲ་ཐོས་པ་དང། ཆུའི་སྒྲ་ཐོས་པ་དང་ཆུ་སྒྲས་དེ་ནི་ཀུ་ཅོ། ཚོགས་ར་གཅིག་དང་མཉམ་པོ་ཟེར་དང་རྒྱུ་མཚན་གོ་དེ་ནོ། ཆུའི་སྒྲ་པོ་ཅི་ནོ་རྒྱུ་མཚན་ནི་ནོ། ཅིའི་རྒྱུ་མཚན་ནི་ནོ་ཟེར་ན་ཆུ་ཡོད་དཀའ་ནས་རྒྱུ་མཚན། གྲོགས་པོ་དང་གཙང་པོ་ཡོད་དཀའ་ནས་རྒྱུ་མཚན་པོ་ཅིག་གོ་དེ་ནོ། ཆུ་སྒྲ་པོ་ལ་དེ་ནི་ང་དང། ཆུ་སྒྲ་པོའི་བུ་ཅོ་ཟེར་ནོ་ཨ་ལས། ཏེའོ་གསུངས་པ་བཟང་ངོ་དེའོ་ལ་ཅི་ཟེར་ནོ་ཟེར་ན་རྒྱུ་མཚན་ཟེར་བ་ལས།

དུད་པ་མཐོང་དུ་ག་ཙམ་འོང་ལ་དུད་པ་མཐོང་བ་དང་མེ་ཡོད་པ་ཞེས་ཟེར་ན། ཆུ་བྱ། ཆུ་བྱ་ལྡིང་བ་དང་ཆུ་ཡོད་པ་ཞེས་ཟེར་ཙོག་ག་ལེ། འོ་དེ་ཙོག་ལ་དེ་ནི་ང་དང་ཅི་གསུང་རྒྱུ་མཚན་ལ་འཇུག་པ་ཟེར་མདང་ནི་གདུལ་བྱའི་རྒྱུ་མཚན་ཟེར་གི་འདུག་འོ་དེ་འོ་སོང་ག་ལེ། མིག་ཆུ་ཐོན་པ་དང། མིག་ཆུ་འཐོར་བ་དང་སེམས་འཚེར་ཡོད་པ་ཞེས་ཟེར་ན་མ་གཏོགས་ཡང་སྐྱོ་བའམ་རྒྱུ་མཚན་བྱུང་ན་གོ་གི་དེ་ན་སེམས་འཚར་བྱེད་རྒྱུ་ཅི་སེམས་འཚེར་བྱེད་རྒྱུ་ཅི་འདུག་ཅེས་ཟེར་ན་ཁོའི་མིག་ནས་མིག་ཆུ་བིང་འདུག་ག་ཟེར་མཁན་མིག་ཆུ་བིང་སྐམ་པོ་རྟགས་སུ་གོ་སྟེ་དེ་ནས་ཁོ་སེམས་འཚེར་ཡོད་ཅི་འདུག་ཟེར་ག་ནས་རྒྱུ་མཚན་མི་གོ་དེ་ན་འོ་དེ་ཉིད་དཔའ་བོ་དང་ནི་འདུ་བྱེད་རྒྱུ་མཚན་སོང་བ་ལ་ད་ཚེ་སྐབས་ལ་འཇུག་པ་ནི་བཞི་པའོ་ཚེ་སྐབས་བ་ཀ་ཟུར་གྱི་ཚེ་སྐབས་ཟེར་གྲམ་བུ།

དཔེར་ན་སྔ་དྲོ་ཆུ་ཚོད་ཧྲིལ་པ་ལོན་པ་དང་རྒྱལ་པོ་བསྐ་བཏང་ས་ལས། ད་ཅི་དང་སྔ་དྲོ་ཆུ་ཚོད་ཧྲིལ་པ་ལོན་པ་དང་ཟེར་ན་ང་ཐོ་ཆུ་ཚོད་དེ་ནས་ང་ཐོ་ཆུ་ཚོད་ཧྲིལ་ལྔ་ལོན་ན་གཅིག་དང་མཉམ་པོ་ཟེར་ཏེ་དེ་ནས་ཡི་དྭགས་འདྲ་པོ་ཅི་ནོག་ཟེར་ན་ཏུ་ཞིག་ཟེར་ད་དེ་ན་བ་སྔ་དྲོ་ཆུ་ཚོད་ཧྲིལ་པ་ལོན་པ་དང་ཆུ་ཚོད་ཧྲིལ་པ་དེ་ནས་ཟིན་པ་གཅིག་དང་མཉམ་པོ། ཆུ་བཙོ་སྔ་ལས་པ་ཇི་ལྟར་ཉམས་པོ། དེ་ནས་ཆུ་བཙོ་རོང་ཟེར་ན་ཆུ་བཙོ་སྔ་པས་དགའ། དེ་ནས་བྱ་ཕས་སྐ་དང་ཟེར་ན་མོ་ཚེ་སྐབས་གཏོང། ཨ་ལས། ང་དྲུག་ཆུ་བཙོ་སྔ་པ་ལོན་པ་དང་བྱ་ཕོ་སྐ་དང། སྟོན་དཀའ་རྫོགས་པ་དང་དགུན་ལས་ཟེར་ན་ལས། སྟོན་དཀའ་རྫོགས་པ་དང་སྟོན་ཚ་ར་ཇི་ལྟར་ཉམས་པོ། དེ་ནས་དགུན་ལས་ཟེར་ན་ལས། སྟོན་ཚ་ར་ཇི་ལྟར་ཉམས་པོ་དགུན་ལས་ཟེར་ན་སྟོན་པོ་ཅི་ནོག་དུ་བཙོ་ཅིག་སྟ་འཐེན་ནོག་པ། བཙོང་ནས་དུས་ཚོད་གཅིག་སྟངས་དེ་མ་སྤང། དེ་ནས་ཆུ་ཚོད་དང་པོ་སླེབས་པ་དང་དེ་ནས་ང་དང་གཡང་གཅིག་ཟེར་ན་ཆུ་ཚོད་དང་པོ་སླེབས་པ་གཅིག་དང། དེ་ནས་ཅི་ཟོ་འོང་ཟེར་ན་རྡོ་འཛར་དང་ཟེར་ན་ལེ། དེ་ནས་ཟོ་ཚིག་ཟོ་ཚིག་སྒོ་ཟུག་ཟེར་ན་ལེ། དགུང་ཚིག་གི་ཡ་ནས་དགུང་ཚིག་སྒོ་ཟུག་ཟེར་དགུང་ཚིག་ཟེར་ན་ང་དང་གཡང་འཛར་ར་ཟེར་མ་སྤང་ལེ་དགུང་ཚིག་པོ་སྒོ་ཟུག་ཟེར་ཆུ་ཚོད།

དོན་རྟག་པ་ཅི་འདུག་ཟེར་ན་བར་དོ་བྱ་བ་གང་ཞིག་འདུག་ལ། བྱ་བ་ཟེར་ན་ལ་ཟེར་བྱ་བ་གང་ཞིག་བྱེད་དུ་བཅུག་པར་བསྐུལ་བ་ལ་གདམས་ངག་ཟེར། བྱ་བ་གང་ཞིག་ཟེར་ན་ལ། ག་གཟུགས་ཤིག་དེ་ནི་བྱེད་དུ་བཅུག་པར། བྱོ་བཅུག་བྱེད་ལ་དེ་ནི་བསྐུལ་བཀའན་ཞིག་ག། དེ་ནི་མངའ་ཐང་ཅི་ཟེར་ནོ་ཟེར་ན་གདམས་ངག་ཟེར་ནོ་ཡང་མ་ན་མངའ་ཐང་བསྐུལ་མ་ཟེར་ན་བྱོ་ལ། བསྐུལ་མ་ཞིག་གི་ནང་འཇུག་ག་ཀྱང་ཟེར་བ་ལས།

དེ་ནག་ཚོ་ལ་དེ་ནས་ལྕེ་བཏང་ཟེར་ཀ་འཛམ་མ་ཁྲིད་ནོག་ཟེར་ན་དེ་ནས་གདམ་ངག་ལ་བཅུག་པོག་ཟེར་ནོག་ཧ་ལས། སྒེར་སྒང་གི་བཀའ་གནང་བ་འགྲུབ་དང་སྒེར་སྒང་གི་བཀའ་གནང་བ་འགྲུབ་དང་ཟེར་ཀ་འབོ་ཡིག་ག་དང་པོ་ཁྲིད་ནོག་ཟེར་ན་ཕ་མའི་ཁ་ལ་ཉོན་དང་ཟེར་ནོག་ཕ་མའི་ཁ་ཉོན་ཟེར་དེ་ང་དང་སྐུལ་བཏོན་པོག་ཏེ་སྐུལ་ཚིག་ཙོག་ལམ་དེ་ནས་ང་དང་གདམ་ངག་ལ་བཅུག་པ་ནོག།

ཡི་གེ་གཅིག་འབྲི་གདངས་ཟེར་ན་ཡི་གེ་དགུ་འབྲི་གཙང་ཟེར་དེ་ན་གདམས་ངག་འཇུག་ཅི་མང་ལ། འོ་དེ་ཀྱེ་དེ་ན་ཅི་ནོག་ཟེར་ན་གདམས་ངག་ལ་འཇུག་པ། ད་གདམས་ངག་ལ་འཇུག་པ་བས་ན་ང་དང་དེ་ནི་བར་དཀའ་དེ་ན་དེ་ནི་ང་དང་ལ་དྭགས་སེར་དཀར་དེ་ན་ཨང་ཨང་ཟེར་གམ་པོ་ཨ་ང་ཨང་ཟེར་གམ་པོ་དེ་ནི་མང་པོ་ཡང་འདུག་བ་ལས་བརྒྱད་ཨང་དེ་ནི་ང་དང་ང་མེད་དེ་ནི་ཆགས་པའི་གཉིས་པ་པོ་ནི་ནང་དུ་ཡོད་ཡང་ཐིག་འདུག་ག་ལ་ང་དང་དེ་ནི་དགུར་དང་དེ་སོགས་དེ་ནི་ང་དང་གཟུགས། གཟུགས་སྣང་དཔེར་ན་ཨ་ང་ཨང་བང་དེ་ནི་ང་དང་གདམས་ངག་ལ་འཇུག་པ་ཞིག་ཡོང་རྩིས་འདུག་པ་ལས་ང་དང་གཡུལ་འཚོ་ཚོད་དེ་ནི་རང་རང་ཡང་གཟུགས་བྱེད་ཨང་འཛིན་གྲ་འཇའ་ལས་བཟོ་ཨང། འཐུང་ཨང་འཛིན་གྲ་འཐུང་ཨང་འཛིན་གྲ་འཇའ་ལས་དེ་བང་དེ་ནི་ང་དང་གདམས་ངག་དེ་ནི་འཇུག་བྱ་ཚོད་དེ་ནི་ང་དང་གྲ་གཅིག་ག་དེ་ནི་ང་དང་གཟུགས་ཡིན་ཨང། དེ་ནི་ཟུང་འཇུག་པའི་དེ་ནི་ང་དང་གཟུགས་ཀུན་ནས་ན་དེ་ནི་གཏོད་པོ་མ་དང་ཡང་འདུག་ག་ལས། ཡིན་ནམ་མི་དང་འོ་ཟུག་གི་སྐ་དེ་ནང་གཡོ་ཏི་ནོག་བཞུ་ཅན་ནག་ལེ་འོ་ད་ཏི་འོ་ཁྱ་དེ་ནང་ཅི་ནོག་ཟེར་ན་ཁྲ་ཁྲི་རང་དབང་ཅན་དེ་ནི་ང་དང་འདང་འདྲ་ཟེར་མཁན་པོ་དེ་རིང་ཏེ་སྐོར་ལགས་དེ་ནི་ང་དང་འདུར་འདུར་བྱེད་བཞུ་ཟེར་ནག་ལེ་འོ་ད་ཏི་ནང་ཁྱ་དེ་ནང་དེ་ནི་ང་དང་ཁྲ་ཁྲི་དབང་ཅན་གཉིས་པ་འདང་འདྲ་ཤད་པ་ལགས་དེ་ནི་འདང་འདྲ་པོ་བཅས་ཟེར་འདང་འདྲ་པོ་རྩ་མ་བྱུག་ག་ནོག་ཟེར་ན་འདུད་པ་བྱེད་པ་རྒྱུ་མཚན་ཚེ་སྐབས་གདམ་ངག་ཟེར་དེ་ང་དང་འདུད་པ་ཟེར་ན་དེ་ནི་ང་དང། དབྱེ་བ་པོ། དེ་ནས་ང་ལ་དང་སའི་དབྱེ་གཞི་བཅུག་བདུད་ཀ་འཇིག་ཨ། བདུད་བ། བརྒྱད་པ་པོ་དབྱེ་གཞི་པོ་ང་ལ་དང་སའི་དབྱེ་བ་ཚང་མ་བཅུག་ནས་རེ་རེའི་ཆུ་ཚོད་ཤ་བཅད། རྒྱུ་མཚན་པོ་དེ་ནི་ང་དང་སྟག་གོ་སྐྱེས་སའི་རྒྱུ་མཚན་འཇིག་ཤ་བཅད་ས་ལས་མེ་མཐོང་བ་དང་དུ་བ་མཐོང་བ་དང་མེ་ཡོད་པ་ཤེས་ས་དུ་བ་ལས། དེ་ནས་ཚེས་ཀ་པོ་ཏུ་སི་དེ་ནས་ཡོངས་རྫོགས་སྟན་བཅས་ཤིག་གདམས་ངག་པོ་དེ་ནི་ང་དང་སྐུལ་བྱ་ཞིག་ཡང་ནི་གདམས་ངག་གང་དང་བསླབ་བྱ་དང་བཅས་ཤིག་ཨ་ལས། འོ་དེ་ཚང་ཀ་ལ་དེ་ནི་ང་དང་སྤེལ་བརྗོད།

བོད་ཆོས་དོན་དུ་མ་བྲིས་ཡ་ཡིན་ན་གཙོ་བོའི་རྟེན་རོབ་ཙམ་གཅིག་ཀྱང་སྟེར་བ་སྐད་དུ་ནང་དང་པོ་ཞིག་བསྒྱུར་ར་མ་གནོང་ཞེས་བྱས་ན་ལས་གསུམ་དག་པོ་དར་རྒྱལ་ཡོངས་ཁྱེད་སུ་ཕུལ་ཡ་དེ་ནས་ཚང་མས་བོད་ཆོས་མཛད་དགོས་ཞེས་པོ་བོད་ཆོས་མང་པོ་ནས་མང་པོ་མཛད་དགོས་ཞེས་པོ་ཁག་ཆ་ནས་མང་ཟེར་ལ་སྙན་ངག་ཟེར་གང་སུམ་རྟགས་ཟེར་གང་དེ་ནས་ང་ཚོ་སྔོན་བྱོན་སྡེབ་སྦྱོར་ཟེར་གང་ཚང་མ་ལ་དེ་ནས་ང་དང་རྒྱུད་པ་པོ་མང་པོ་མཛད་དགོས་ས་ཀྱང་ཞེས་བྱས་ན་ལས་སྐྱེས་པ་བཟང་པ་བཟང་དེ་རིང་སྐལ་པོ་དེ་ནས་ང་དང་གཟུགས་སྐལ་གདངས་འདྲེས། དེ་ནི་ང་དང་སྐོར་ཅིག་ཡི་ཙམ་ཞིག་དེ་ནི་ང་དང་ཡི་ག་མཇུག་དེ་ཡིན་དེ་ནི་ཚང་མ་ལ་ཐུག་པ་འཚོལ་བའི་རེ་བ་ཡིན་དེ་ནི་ངེད་ཅག་རང་ཡང་དེ་ནས་འདི་ག་ཕྱིན་ཡང་ང་དང་བསམ་འཆར་ཐུག་འཆར་ཅི་ཡོད་སྣང་དེ་ནི་ངེད་ཅག་རང་གཟུགས་གཡོ་ག་དེ་ནས་ཕྱིན་ཕྱིན་དགུ་ནས་སྣང་དེ་ནི་ང་དང་ཀོ་མིན་ཕྱིན་ཟེར་གི་མའོ་ཕྱི་ན་ཕྱིན་སྣང་དེ་ནས་ང་དང་ཨང་རི་སི་སྣང་དེ་ནི་མང་ཅི་དེ་ནི་ང་དང་ཀོ་མིན་ཀོ་མིན་ཟེར་དེ་མང་པོ་ཞིག་བཀོལ་འདུག་ང་དེ་སྤེ་རེ་ན་མའོ་ཕྱི་ན་ཕྱིན་ཟེར་ན་ཀོ་མིན་མི་ལོག་སོང་ལ།

འཇུ་ལེ། དེ་ནས་ཡང་འཇའ་ལིན། དེ་ནས་ང་དང་འདའ་ལན་བོ། དེ་ནས་ང་དང་དང་འདྲའི་དགའ། འཇུག་འདི་ཚང་མ་ལ་འཇུ་ལེ།